ཡོད་ཀའམ་རྣལ་འབྱོར་ནི་ལོ་ངོ་ལྔ་སྟོང་གི་ཡར་སྔོན་དུ་རྒྱ་གར་བྱང་ཕྱོགས་ནས་དར་ཡོང་བའི་སྲོལ་རྒྱུན་རིག་གནས་ཤིག་ཡིན་པ་དང་ཕྱི་ལོ་ཉིས་སྟོང་བཅོ་ལྔ་ལོ་ནས་བཟུང་རྒྱ་གར་ནང་ལོ་རེའི་སྤྱི་ཟླ་དྲུག་པའི་ཚེས་ཉི་ཙཱ་གཅིག་ཉིན་རྒྱལ་སྤྱིའི་ཡོ་གའི་ཉིན་མོ་ཞེས་རྒྱལ་ཡོངས་ནང་སྲུང་བརྩི་ཞུ་བཞིན་ཡོད་པ་རེད། ང་ཚོ་བོད་ལ་མཚོན་ན་སྡུག་བསྔལ་གཉིས་ཀྱི་གཏམ་པ་བོད་ལ་དར་བ་ནས་བཟུང་ཡོ་གའམ་རྣལ་འབྱོར་ཞེས་པ་འདི་གྲབས་འཛིན་དགེ་འདུན་པ་རྣམས་ཀྱི་ལྟ་སྒོམ་སྤྱོད་གསུམ་གྱི་ཉམས་ལེན་གཙོ་བོ་ཞིག་ཏུ་གྱུར་ཡོད་པ་རེད་ཡིན་ན་ཡང་ཁྱིམ་པ་ཕོ་མོ་ཚོས་ན་དེའི་ཙམ་གྱི་ཉམས་ལེན་དང་ལྷག་པར་དུ་ལུས་ཀྱི་འཕྲོད་བསྟེན་གྱི་ཆེད་དུ་སྦྱོང་བརྡར་བྱེད་མཁན་ཧ་ཅང་གི་དཀོན་པོ་ཆགས་ཡོད་པ་རེད། དུས་རབས་ཉེར་བཞི་པ་ནས་བཟུང་སྟེ་རྒྱ་གར་གྱི་སྲོལ་རྒྱུན་རིག་གནས་དེ་འཛམ་གླིང་ནང་དར་ཁྱབ་ཆེན་པོ་འགྲོ་བཞིན་ཡོད་པ་དང། དེང་སང་བོད་ཕྱི་ནང་གཉིས་སུའང་ཡོ་ག་འམ་རྣལ་འབྱོར་གྱི་ལུས་སྦྱོང་དང་རླུང་སྦྱོང་སོགས་ལ་ཆེད་ལས་སློབ་སྦྱོང་གནང་མཁན་དང་མི་སྒེར་ནས་ཡོ་ག་སྦྱོང་བརྡར་གྱི་ལྟེ་གནས་ཁང་བཙུགས་ཏེ་མང་ཚོགས་ནང་ཡོ་ག་སློབ་ཁྲིད་གནང་མཁན་ཡང་གང་མང་ཡོང་གི་ཡོད་པ་རེད། ཨ་མ་དེ་ལ་ཡང་ཁྱོད་རང་ཚོའི་ཡོ་ག་ཟེར་བ་དེ་ལ་ཡང་དབྱིངས་ག་འདྲ་ཞིག་ཡོད་ན་ཨ་ནི་ཐོག་མ་དེ་ལ་ག་འདྲ་སྦྱང་བ་ཡིན་ཏེ། ཐོག་མ་དེ་ཚང་མ་ལ་ཏི་ཤི་ཏི་ལེ་ཤོད་ཡིན། ད་ང་ཉིས་སྟོང་བཅོ་ལྔ་ནས་སློབ་གྲྭ་ཐོན་བྱས་མ་ཆུ་བོད་ཁྱིམ་ནས་ཐོན་བྱས་དེ་ནས་ཐོག་མར་སྦྱང་ས་ད་ངེད་ཀྱི་ཐོག་མར་དགེ་རྒན་དེའི་རྒན་སློབ་སངས་དོན་འདི་ལ། ང་ཚོའི་ཚན་རྩལ་རྒན་སློབ་སངས་དོན་འདི་ལ་ཆགས་དེ་ཡོད་རེད་དཔེ་མ་ཐང་ལ་ཉི་མ་རྒྱུན་རིང་པོ་ཞིག་བསླབས་དེ་ཡོད་ད་དེ་དུས་ཐོག་མར་ད་མི་ཞེ་དྲག་མི་འདུག་དེ་ནས་དེ་དུས་བྱང་ཁ་འགྲོ་དུས་རྒན་རྣམས་ཀྱིས་བསླབ་སྟངས་དང་ཀུན་སློང་འཁྱེར་སྟངས་མི་མང་ལ་ད་དངོས་གནས་གཞན་ཕན་གྱི་བསམ་མནོ་དེ་ཁྱེད་ཆེ་བསླབས་དུས་ང་རང་ཡི་སེམས་ཤུགས་དྲག་ཞིབ་འཕར། གང་ཞེ་ན། མི་ལ་ཕན་ཐོག་ཐོས་ཡས་ཀྱི་རང་དང་གཞན་གཉིས་ཆ་ལ་ཕན་ཐོག་ཐོས་ཡས་ཀྱི་ཐབས་ལམ་ཡག་ཤོས་དྲོ་ཅིག་ད། འཕྲོད་བསྟེན་གྱི་སྒང་ལ་ལས་ཀ་བྱས་དེ་རེད་བསམ་སོང་ད་དེ་ནས་རྒན་ལགས་ཀྱིས་བསླབ་བྱ་རྒན་ལགས་ཀྱིས་དངོས་གནས་གཤིས་ཀ་བཟང་པོ་དེ་ང་ཚོ་སློབ་ཕྲུག་ལ་མ་གནང་བྱ་རྒྱུ་དེ་ཏག་ཏག་ཇུས་ཐོས་ཀྱི་ཇུས་ཐུབ་པའི་གི་འཚོ་བ་འགྲོ་ཆེད་ལས་བྱས་ཨ་ནི་ངས་ཀྱི་མུ་མཐུད་ནས་དེ་ནས་བྱང་ཡ་གོ་ཚོད་བྱས། རྒན་ལགས་ཕར་ཕྱི་རྒྱལ་ལ་ཕེབས་དུས་རྒན་གྱི་ཚབ་ལ་ད་པད་མ་ཐང་བསླབ་ས་ཡོད་ར་དེ་ལ་མུ་མཐུད་ནས་བསླབ་བྱུས་དེ་མི་མང་གི་དངོས་གནས་ཚུ་ཕན་ཡོན་གྱི་ཕན་པའི་གི་འཚོ་བ་དེ་ཤེས་སོ་སོའི་གི་ཉམས་མྱོང་དེ་ཤེས་སླེ་དུས

རེད་ག་རེད་ལ་ཐེངས་འདི་ཨོ་ཧྲ། ལས། ཅི་དང་ད་དེ་སྲོལ་རྒྱུན་གྱི་ཁ་ནས་བཤད་བ་ཡིན་ན་ཕའི་རྒྱ་ཆེན་པོ་ཤ་དེ་གོ་རེད། ཅི་དང་མིག་གི་ཡོ་ག་ལས་དེ་གི་ཚིག་དེ་ཁུ་བ་དང་ལམ་སང་ག་འདྲི་ཞིག་ལ་བསམ་གཏང་གི་ལ་ན། གཟུགས་པོ་འཁྱེར་སྟངས་དང། གཟུགས་པོ་ཕྱིས་ཀྱི་དབྱིབས་དེ་གཅིག་པོ་བཟོ་བདའ་འགྱུར་བ་བཏང་ཡག་འགྲོ་ཞིག་ལ་དེ་འདྲི་བསམ་ནོ་འགྲོ་ཞིག་འཁོར་དེ་ཅི་དང། ད་དེ་གི་ང་ཚོའི་ལྟ་གྲུབ་རུ་དེ་སྦྱང་བ་ཡིན་ན། དེ་འདྲི་ཞིག་ད་རྩ་བ་ནས་མར་བཞག་གང་ཞིག་ཟོས་ན། དེའི་ནང་ལོ་ལ་ཅི་དང་ཡོ་ག་ལས་ཀྱི་དོན་དེ་གར་ཆགས་དེ་ཡོད་དོ་ཞོས་ན། གཅིག་ཏུ་སྒྲིག་བ། ད་གཅིག་ཏུ་སྒྲིལ་བ་ལ་ནི Unity ལས Unity Additional ལས་ཞེས་དུད་འགྲོ་འགྲོ་ཆགས་སྡུད། ད་གཅིག་ཏུ་སྒྲིལ་བ་ལས་དེ་ག་རེ་ཆགས་སྡུད་ལ་ལུས་ངག་ཡིད་གསུམ་དེ་ཚོ་ཆ་ཚང་མཉམ་དུ་སྡུད་བྱེད། ད་སོ་སོ། བསམ་མནོ་དང་བསམ་མནོ་བཏང་སྟངས་དང་ཆ་ཚང་གི་ཐོག་ནས་འདི་གང་ལ་བསྒྲིམས་ནས་འགྲོའི་ཞོར་ལ་འདི་འགྲོ་ཆགས་སྡུད་ད་ཆུང་ས་ནས་བཤད་བ་ཡིན་ནར་ད། ཨ་ནི་རླུང་སྦྱོང་ད་ལྟ་ང་ཚོ་བསླབ་པའི་ལ་རླུང་སྦྱོང་བདུན་འདི་ཆགས་སྡེ་འོར་འདི་ཀྱི་ཐོག་མ་ད་སྦྱང་ས་དེ་ང་ཚོ་རྒན་བློ་བཟང་དོན་འདི་ལ་ཆགས་སྡེ་ཡིན་ར་དེ་ནས་མཉམ་དུ Haridwar ལ་ང་ཚོ Baba Ramdev ལས་འདི་ཡི་དྲུང་དུ་བདུན་ཕྲག་གཉིས་ཅིག་ཟབ་སྦྱོང་ཕྱིན་རེད། དེ་ནི། ད་ང་ཚོས་ཐོག་མར་བྱང་ཡ་དེ་བདུན་འགྲོ་ཆ་དེར་ཅི་ཐང་བྱེད་ན་དཔེ་རྒྱ་ཆེན་པོ་རེ་བདུན་གཅིག་པུ་མ་ཡིན་པར་བྱས་དཔེ་རྒྱ་ཆེན་པོ་དུ་དེ་ནི་བདུན་དེའི་ཁར་ཆ་དེ་ལ་ད་མང་ཆེ་ལ་མི་མང་ཆེ་གཅིག་གིས་སྦྱང་མྱོང་ཡོད་རེད་དེ་མཐོང་མྱོང་གི་ཡོད་རེད་བྱས་ཙང། དེ་གི་ཕན་ཡོན་དྲོ་བའི་དང་མ་གསུམ་ན་རྒྱུན་ལྡན་གྱི་ན་ཚ་དང་འབྲེལ་བའི་གི་ཕན་ཡོན་དཔེ་ཤུགས་ཆེན་པོ་དུ། དཔེར་ན་ད་རླུང་སྦྱོང་དང་པོ་དེ་ང་ཚོ Bhastrika Pranayam ལ་ན་གློ་སྦྱོང་རོལ་གློ་བ་ལ་ཕན་ཡོད་ཀྱི་དབུགས་སྦྱོང་ཤ་དེ་ར་དེ་ང་ཚོའི་གློ་བ་དང་འབྲེལ་ཡོད་ཀྱི་ནད་གཞི་ཡོད་ཉེས་དབུགས་ས་ན་ཚ Asthama ན་ཚ་ནི་དབུགས་བཏང་བའི་སྐབས་སུ་དཀའ་ལས་འཕྲད་ཉེན་རེག་ཞུ་དང་འོ་འདི་རིགས་ལ་ཡག་པོ་ཕན་གྱི་རེད། ཡང་དེ་དང་མཉམ་དུ་སྙི་བ་དེ་གྲོ་ཆ་ཤན Kapalbhati དེ་གྲོ་གོ་དབུགས་མ་གློད་ཕྱིར་གྲོ་གོ་ནང་གློད་ལྟ་བས་ཆོད་ར་དེ་གར་ཆ་དེ་ལ་ན་མཆིན་པ་དང་འབྲེལ་ཡོད་ཀྱི་ནད་གཞི་བྱེད་ཨ་ནི་ཕོ་བ་གི་མེ་དྲོད་ཉམས་ཉེས་ཟས་ཡག་པོ་མ་ཞུར་ནི་ཨ་ནི་ཆབ་གསང་དགའ་དེ་ཉིད་རེག་ཞུ་དང་དེ་རིགས་ལ་ཡག་པོ་ཕན་གི་དེ་ནས་ད་རླུང་སྦྱོང་ག་འདྲས་འགྲོ་བཞིན་པ་ནས་ཚང་མ་དེ་ལ་སྔོན་མགོ་ཡི་ཆ་དེ་འོར། ག་དུས་ན་ང་ཚོ་མ་ཤེས་བའི་སྐབས་སུ་སྔོན་མགོ་དང་ཕན་ཡོན་དེ་གཉིས་ཆ་དང་པོ་ཤེས་ཤེས་བས་དེ་ཤེས་ཤེས་བས་ན་མི་ཁོ་རང་ཚོ་བསམ་སྟངས་བྱེད་རྩིས་ར་ང་ཚོའི་ནས་ཚང་མ་འགན་ཞིག་ཁེ་ཐུག་མ་ར། དེ་བྱས་ཨ་ནི་རླུང་སྦྱོང་གསུམ་པ་དེ་ཡིན་ན་མིག་ཚེ་གི་ཕོ་བ་ལ་ཕན་ཆེ། ཨ་ནི་རླུང་སྦྱོང་བཞི་བ་འགྲོ་བྱ་ཞེ་ན་ཨ་ནུ་ལོམ་བི་ལོམ་ལས་སྣ་དགུ་ནི་དབུགས་ཡར་མར་བཏང་ནས་བྱས་ཏེ་ཁྲག་ཤེད་རིགས་དང་ཡ་མ་ན་ཚའི་རིགས་ལ་ཡག་པོ་ཞིག་ཕན་འདུག་ཕན་འདུག་ཨ་ནི་རྔ་བ་འདི་ང་ཚོ་དབུགས་རྒྱ་ཡི Breathing ལས་རེད་མིག་པ་ནི་ཡ་དབུགས་ཡ་ཐེ་ཞོ་ར་དེ་མིག་པ་དང་འབྲེལ་བའི་གི་ནས་ཤི་འགྲོ་ཅིག་བྱེད་ཨ་ནི་དམིགས་བསལ་གི་མིའི་སྙིགས་ཁུ་བའི་སྐབས་སུ་སྙི་ར་རྒྱ་ཡ་ཞོ་ད་དེའི་རིགས་མེད་པ་བྱེད་ཀྱི་རེད་ཨ་ནི་དེ་ནི་ཁ་ཤེད་སྐད་ཆ་དང་དག་པོ་བྱེད་ཤེས་མ་ཐུ་ནི་རིགས་ཞོ་ད་དེ་ཚོའི་རིགས་ལ་ཡག་པོ་ཕན་གྱི་རེད་ཨ་ནི་དེ་ནི་དྲུག་པ་དེ་འགྲོ་ཆ་ཤ་ན་ང་ཚོ་དུ་སྨི་ཀ་བྱེད་ཨམ་ཆུ་གཅིག་ཀ་ཨམ་ཆུ་གཉིས་བྱེད་ཐེ་མོ་གི་ཀ་བྱེད་ཨ་ནི་ཨོམ་གི་སྒྲ་ཐོན་ཡ་ཞོ་ར་དེ་ག་རེ་ལ་ན་དོ་སྣང་ཡར་རྒྱས་འགྲོ་གི་རེད་མི་ཡིས་ལྷོད་ལྷོད་བྱ་ཡི་རེད་མི་ཚ་གི་ཚ་གི་ཡོད་ནི་རིགས་སུ་དང་དེ་ཚོ་རིགས་དེ་ལྷོད་ལྷོད་བྱ་འགྲོ་ཡ་ལས་ཕན་ཐོག་གི་རེད་ཨ་ཐ་མ་དེ་ཨུད་ཀིད་ལས་སྤྱི་དང་དེ་ང་ཚོ་ནམ་རྒྱུན་ནས་སྒོམ་རྒྱ་དུས་བདེ་ཐང་འགྲོ་ཆེད་ཨ་ནི་ཨུག་རྒྱ་རིང་པོ་དེ་ཨ་ནི་ཨོམ་ལས་སོ་སོ་ཨོམ་ལ་ཝི་གི་སྒྲ་དེ་ད་ག་རང་ལ་དོ་སྣང་བྱས་ཡ་ཆེད་དེ་གི་དོ་སྣང་ཡར་རྒྱས་འགྲོ་ཡ་ཆེད་མི་ཡིས་དེ་ལྷོད་ལྷོད་བྱ་ཡ་འགྲོ་ཤོད་ར་ཨོ་དེ་ཚོ་འགྲོ་ཤི་ཆག་དེ་ཡི་རེད་ཨ་ནི་དམིགས་བསལ་ཡིས་དེ་ཚོ་རླུང་སྦྱོང་དེ་གར་ཆག་དེ་ཡིན་ན་གཟུགས་པོ་ནང་གི་དབང་པོ་དེ་ཚོ་ཡར་རྒྱས་བཏང་ཡ་ཆག་དེ་ཡིར།

སྤྱི་དང། ད་ལུས་ངག་ཡིད་གསུམ་ནས་འདི་ཆ་ཚང་ལ་གཅིག་ཕན་བདེ་དགེ་བ་རེད་གང་ཡིན་ཟེར་ན། ལུས་ཅུང་བསྲེ་བའི་སྐབས་སུ་ང་ཚོས་ཀྱིས་བསམ་མནོ་བཏང་སྟངས་དེ་ག་དུས་ན་གར་བཏང་བ་ནས་དབུགས་བཏང་ནན་བྱེད་སྟངས་དེ་ལ་དོ་སྣང་བྱེད། ཨ་ནི་བསམ་མནོ་ཁྱེར་སྟངས་དེ་དབུགས་བཏང་ནས་ད་ག་རང་རྐང་ལ་ཅིག་འགྲོ་བདེ་བའི་ནར་ད་ཨ་ནི་སུ་སུ་གཟུགས་པོ་ཆ་ཤས་ག་བ་ནས་ཡག་ནར་གྱི་འདུག་རྩ་ག་བ་ནས་བཤང་གི་འདུག་འདིའི་ཐོག་ལ་ཡག་པོ་ཞིག་ལི་རེད། ཨ་ནི་དེ་དང་མཉམ་དུ། ལུས་སྦྱོང་ད་ལྟ་ང་ཚོས་རྩེད་དེ་དེ་མང་བྱེད་ཅིག་ཨ་ཤི་ཐང་ག་ལས་དེ་ཆ་དེ་སྤྱི་དང་ཡོ་ག་ནང་ནོ་ལ་རིག་པའི་རྒྱ་ཆེན་པོ་འགྲོ་ཤ་དེ་ཡི་ད། ཨ་ནི་དེ་ནས་ཨ་ཤི་ཐང་ག་ལས་དེ་ད་ད་དེང་སང་ཏིས་ཡ། ཉི་མ་ཡིན་ན་ཧ་ཐ་ཙེ་དེའོ་རེད་ཉི་མ་བི་མ་དང་ལབ་ཏི་ཧ་ཐ་ལའི་ཙེ་དེའོ། ཧ་ཐ་དེ་ཇི་ལྟར་རྨང་གཞིའི་འགྲོ་མི་ཚང་མ་ཡི་ཙི་ཐོའི་འགྲོ་ཞེས་བྱ་སྟེ་གོ། ད་ཨ་ཤི་ཐང་ཀ་དེ་ཡིན་ན་དངོས་གནས་གཟུགས་པོ་ཤུགས་འགྲོ་མང་པོ་ཞིའུ་རྒྱའོ་རེད་ཨ་ནི་ཚེ་དེ་ཡར་མཐོ་རུ་མཐོ་རུ་མཐོ་རུ་འགྲོ། ཡ་ནི་ད་དངོས་གནས་འོ་རེད་གཏམ་བཟང་འགྲོ་ཅིག་ག་རེད་ལབ་ན་ཉི་མ་དེ་ཚེ་བ་ནི་དེང་སང་འཇང་གཉིས་དཔེ་མང་པོ་འདུག་ཨིང་དཔེ་ཡག་པོ་ཕར་ཞི་ད་ཡོ་ག་གི་ཐོག་ལ་འཕྲོད་བསྟེན་གི་ཐོག་ལ་དཔེ་ཨིང་ཕར་བྱས་མིའི་འཇང་གཉིས་དཔེ་མང་པོ་ལེགས་འདུག་ཡང་འཇང་གཉིས་དུས་ཚོད་འཇང། སྦྱང་བ་ཙམ་གཅིག་པུ་མ་ཡིན་པར་ཆེས་སོ་སོ་ལྟ་མང་བྱེད་ཅིག་བོད་ལ་ཕར་ལོག་དྲུག་དང་བོད་ལ་ལོག་དྲུག་དུས་བོད་ལ་བསླབ་དེ་ཉིན་མང་པོ་ཞུས་ཡོད་དེང་སི་སྐད་འཕྲིན་ནང་འབྲེལ་བ་ཆེ་ག་འདྲེས་ཆེ་བོ་རེད་ག་འདྲེས་ཆེ་བོ་རེད་དྲི་བ་མུ་མཐུད་ནས་བཏང་ཡ་ཞུ་ཨ་འདི་ཡི་ད་དཔེ་ཡག་པོ་ཤ་དེ་ཡི་དོ་སེམས། རྒན་ལགས་ཀྱིས་ད་ད་ལྟ་བར་དུ་སློབ་ཕྲུག་མང་པོ་ཅིག་བསྐྱངས་ཡོད་དུས་ཨ་ནི་ཅིག་ད་ད་ལྟ་བར་དུ

ང་ཚོས་ཀྱི་རྒྱུན་གཏན་གྱི་ད་གྱེན་བློ་བཟང་དོན་དེ་ལས་ཁར་སོང་དེ་ལ་ན། མི་གཅིག་ལ་མེད་ན་ཡི་ཕ་བསླབ་བ་ག་དུས་ནས་ཚུལ་རེ་བ་བྱེད་འོང་མ་རེད་གཞན་ལ་ཕན་ཡན་གྱི་བསམ་མནོ་ཤི་སྟངས་དེ་ད་རང་བཞིན་གྱི་ཚུལ་ཡག་པོ་ཤི་ལེ་དེ་རེད་ལ་དེ་རྒྱུན་གཏན་ནས་སོང་དེ་ད་འདི་བསམ་མནོ་དེ་ཁས་ཆེ། བོད་པ་རང་ལ་གང་ཐུག་ཐུག་རོགས་ཅིག་ལབ་ཡེ་ནས་འདི་དང་ཞོར་ལ་ཡ། ཕྱི་རྒྱལ་ཁབ་མང་པོ་ཅིག་མི་མང་པོ་ཅིག་དེ་ལ་ད། མང་པོ་ཞིག་ཕེ་གོ་ལ་དེ་ཚོས་མང་པོ་ཞིག་ལ་བསླབ་མྱོང་དམིགས་བསལ་གྱི Russian བྱས Australian Italian ཨ་ནི་རྒྱ་ནག་གི་མི་དེ་འདྲས། ཁ་ཤས་ལ་བསླབས་མྱོང་ཨ་མང་ཆེ་གཅིག་བོད་པ་ཆགས་བསྡད་ཡིན་ར་དེ་དང་མཉམ་དུ་རྒྱུན་ལྡན་ནས་ང་སྐད་འཕྲིན་ནང་ལ་མང་པོ་ཞིག་བསླབས་བསྡད་ཡོད་བོད་ཕྱི་རྒྱལ་ཁབ་རྒྱ་གར་ད་ཆ་ཚང་ལ་ཡོད་རྒྱུ་མི་ཚང་མ་ལ་མ་བཀྲམས་ཐོས་ཨེ་ཆུ་དོ་སྤྱི་དང་ཡོ་ག་དེ་དཔེ་རྒྱ་ཆེན་པོ་རེད་དབྱིན་ཇི་དོ་ནས་ཡོད་རེད་ཡིན་ནས་མི་མང་ཆེ་གཅིག་སྐད་ཡིག་མགོ་མ་ཚུགས་དུས་ག་དུས་ནས་དབྱིན་དེ་གླིང་མིན་ད་བྱས་ཙང་ད་དེ་བོད་སྐད་རང་ཐོན་ནས་ང་ཚོ་སྐད་འཕྲིན་ཚོགས་པ་དྲུག་བཟོས་རེད་ནམ་མི་ལྔ་བརྒྱ་ལྔ་བརྒྱ་ལྔ་བརྒྱ་བྱས། ཨ། འདི་སྟངས་འཛིན་བྱེད་ཉིད་འགྲོ་འདི་ཆ་ཤས་ན་ཉི་མ་ཡིན་ན་ཧིན་བོད་ཡོ་ག་གླིང་ལ་ཡེ་ཞོ་རེད་འདི་ནི་འཕྲུལ་རྟའི་གླིང་ལ་ཡང་གཉིས་ཡོད་སྟངས་འཛིན་བྱེད་ཉིད་འདི་ཨ་རི་ལ་ཞུ་ཉིད་མཁའ་འགྲོ་ཏཱ་ར་ལྷ་མོ་ལ་ལ་ཡེ་ཞོ་རེད་འོན་འདི་གི་སྟངས་འཛིན་བྱེད་བྱེད་ཉི་མ་ང་ཚོས་འདི་ན་བརྙན་ཐུང་བཟོས་ཚང་མ་བོད་སྐད་ཐོག་ནས་རང་ཚང་མ་གསང་རྒྱ་འབྲི་ཤེས་རྒྱབ་ཨ་འདུ་ཤེས་མ་ལ་བད་ཀྱི་ཐབས་ཤེས་ཤོར་ཉིད་དར་མ་ས་རུ་ཡིན་པ་ཡིན་ན་གོ་བ་ཡིན་ནི་ད་ད་ང་ཚོ་ཡོངས་གླིང་གི་འགོ་འཛིན་གྱི་ཟླ་བ་ཚེ་རིང་ལ་ཁོང་གི་བཀའ་དྲིན་གྱིས་ང་ཚོ་འདི་ཚོགས་ཁང་འདི་གཡར་རེད་འདི་ན་རྒྱུན་ལྡན་ནི་མིའི་ལས་དེ་འོ་ར་ལྟོས་ལྟོས་བྱེད་ད་ང་ཚོ་ག་ཚོད་ད་གྲངས་ཀ་དེ་ཏག་ཏག་ཤེས་འདུག་མི་འདུག་དེ་ད་མུ་མཐུད་ནས་རྒྱུན་ད་ཆེད་དེ་པོ་རེད་བཤད། ད་ཤི་ཐང་གི་ཡོ་ག་ཟེར་དུས་ད་ཅི་གོ་ལུས་སྦྱོང་ཡིན་ན་རེད་སློང་སྦྱོང་ཡིན་ན་རེད་མི་ཡི་གི་གཟུགས་པོ་ལ་ཡང་ཕན་ཐོགས་ཞེ་བོ་ཞིག་ཡོད་པ་དེ་ད་ང་ཚོ་གི་ངོ་ཚ་དོག་པོ་ཆགས་དེ་ཡོད་རེད་ལ་ད་ལྟ་བར་དུ་ཅིག་ང་ལ་ན་ཚ་སྡུག་པོ་དེ་ཡོད་དེ་ད་ད་འདི་ཆེ་ལ་ཡག་པོ། གྲགས་སོང་སང་གྲགས་ཆགས་སོང་ཟེར་ཡ་འགྲོ་དེ་འདྲའི་གི་ལྟ་ཅིག་ངོས་སུ་མཐོང་ཡ་ཡོད་རེད་བ་ན་པ་མང་པོ་དེ་འདྲ་ཡོད་རེད་དེ་ཡིན་ནའི་ལྟ་ཅིག་མི་རེ་རེ་ལ་ཡ་གཟུགས་པོ་གི་ཁམས་དང་གཟུགས་པོ་གི་ནུས་པ་དང་དེ་ཚོ་མ་འདྲ་བ་མ་འདྲ་བ་ཡོད་དུས་ཨ་ནི་ཅིག་གི་ཡོ་ག་དང་འདི་ཚོ་བརྩེ་བའི་སྐབས་ལ་ཡ་ཨ་ནི་ཟུར་ནས་བསྐྱོད་འགྲོ་དང་ཨ་ནི་ཅིག་ནམ་རྒྱུན་ཡོ་ག་བརྩེ་བའི་སྐབས་ལ་ཅིག་གི་གཟབ་གཟབ་བྱེད་དགོས་ཡ་ག་རེ་ཡོད་རེད། ད་དེའི་སྔོན་ནས་གནད་འགག་ཆེན་པོ་འགྲོ་ཞིག་ཆགས་ཏེ་གང་ཡིན་ཟེར་ན། ང་ཚོས་ལས་ཀ་ག་འདྲི་འགྲོ་ཞིག་བྱས་པ་ཡིན་ནའི་དེ་ལ་སྐྱོན་ཅིག་ཡོང་གི་འདུག་ཨ་ཆེ་ཚང། ད་དེ། མང་ཆེ་ཅིག་ཐོག་མ་དེ་སོ་སོའི་གཟུགས་པོད་ཀྱི་གནས་སྟངས་དེ་ཧ་གོ་དགོས་པ་གལ་ཆེན་པོ་བེར་ལོ་ཚེ་ལ་བབས་ཡོད་ཀྱི་མིའི་གཟུགས་པོ་གནས་སྟངས་མི་འདྲ་བ་ཡོད། ཁ་ཤས་ལས་ལ་ལོ་ཆུང་བ་རེད་ཡག་པོ་བརྩེ་ཐུག་རེད་ལོ་ཆེ་རེད་ཡག་པོ་བརྩེ་ཐུག་མ་རེད་ལས་དེ་འདྲས་བསམ་ན་ཤོད། ད་དེ་ཚང་མ་སོ་སོ་བསམ་ནོ་རང་གིས་བཟོས་བཞག་འོ་རེད་བསམ་གྱི་འདུག་ཡ། མང་ཆེ་ཅིག་གར་བྱ་དེ་སོ་སོའི་གཟུགས་པོའི་གནས་སྟངས་དེ་སོ་སོ་རང་གིས་ཧ་གོ་བས་ན་དེ་ལ་བབས་ཡོད་སྔོན་གོ་གར་བྱེད་འོ་དོ། འདི་གི་ཕན་ཡོན་གར་འདུག་ངས་ག་རེ་གང་ལ་དོ་ན་མ་ང་ཏྲེ་འོ་དོ་ལས་ཤོ་ར་ཏ། མདོར་དུ་ནས་བཤད་བ་ན་སོ་སོའི་གཟུགས་པོའི་གནས་སྟངས་དེ་ཧ་གོ་བྱས་འདི་ལ་པོ་ཡི་ཚེ་དེ་དཔེ་གལ་ཆེན་པོ་འགྲོ་ཤ་ཆག་དེ་ཡོད་དུ་ཡང། སྐབས་རེ། མི་ཁ་ཤས་སྐྱེ་བ་ནད་པ་ཡོད་རེད། ཨ་ནི་དེ་ནས་རུ་སྒོ་ནད་པ་ཡོད་རེད། ཁྲག་ཤེད་ན་ཚ་ཡོད་རེད་དེ་ཚོ་རིགས་ཆ་ཚང་ཏ། ང་ཚོ་ག་དུས་ནས་སྔོན་གོ་དེ་སྔོན་ལ་ཤེས་བཞག་འོ་རེད། བྱས་ཙང་ཁོ་རང་ཚོས་འདི་ལ་པོ་ཡི་གི་ཅིག་བསྲེ་ཡི་ར། ག་དུས་ནས་འདི་བསྲེ་དུས་ཕན་ཡོན་ག་རེ་ལ་འདུག་སྣོད་ག་རེ་ལ་དུ་འདི་ཧ་གོ་ཐུབ་པ་ཡིན་ན་དེ་ནས་རིམ་པས་སུས་སུ་སུས་ཀྱི་དངོས་མགོ་ཅིག་བྱེད་ཐུབ་ཀྱི་རེད་བསམ་པའི་ལུས་སྦྱོང་དང་དབུགས་སྦྱོང་ག་འདྲེ་འགྲོ་བཞིན་པ་ཡིན་ནས། ཨང་ཅིག་ཁྱོད་ནམ་རྒྱུན་ཁྱེད་རང་གིས་སློབ་ཁྲིད་ཅིག་བྱེད་བསྡད་ཀྱི་ཡོད་རེད་ད་ལྟ་ཁོང་ནས་གསུང་བ་ནང་བཞིན་གྱི་བཀའ་དྲིན་ཚོགས་པ་མང་པོ་ཅིག་གི་ནང་ལ་ཡ་ད་ཅིག་སློབ་ཁྲིད་གནང་བསྡད་ཀྱི་ཡོད་རེད་མ་འོངས་པ་ན་ཡ་ད་ཅིག་ཁྱེད་རང་ཡོ་ག་གི་དགེ་རྒན་ཅིག་ཡིན་པའི་ཆ་ནས་ད་ལྷག་པར་དུ་ང་ཚོའི་བོད་པའི་གི་སོ་ནང་ལ་ཡ་ད་འདི་ཆ་ལ་ཡིན་ན་ད་ཅིག་ཡོ་ག་གི་དབྱིངས་འགྲོ་དེ་ཡང་འཕར་བཞིན་པའི་སྒང་འགྲོ་ཞིག་ཡིན་དུས་ཨེ་ནི་ཅིག་གི་ལྷག་པར་དུ་དེ་ནང་ལ་ཡག་ཅིག་དེ་མེད་ཀི་ཅིག་གི་ཡོ་ག་གི་དབྱིངས་ཞིག་ཡིན་དུས་ཧ་ཅང་གི་དཀོན་པོ་ཅིག་ཆགས་བསྡད་ཡོད་དུས་ཅིག་མང་བ་ལ་ཡང་ཁྱེད་རང་གིས་ད་ཅིག་གི་ཡོ་ག་སྒང་ལ་ཡང་ག་རེ་གནང་ཡག་གི་ཆ་ཞིག་ཡོད། ད་ཅི་སྣང་དེང་སང་འཛམ་གླིང་ནང་ལོ་ལ་ཡོ་ག་དེ་རྒྱ་ཆེན་པོ་ཞིག་ཆགས་བསྡད་ཡོད་རེད་དམིགས་བསལ་གྱི་བོད་པའི་ནང་འགྲོ་ཆ་ཆ་ན་གྲངས་ཀ་དཔེ་ཉུས་ཉུས་དག་ཡོ་ག་སྒང་ལ་དམིགས་བསལ་ཆགས་ན་ད་ངས་ངོ་ཤེས་པ་ལ་ང་དང་རྩིས་བྱེད་མི་བཞི་ཡོད་རེད། གཅིག་ང་ཚོའི་སྙེ་མ་སྔོ་ཤིག་ཚེ་ཆིང་གཡང་འཛོམས་ནས་བྱས། གཅིག་ད་ལྟ་པད་མ་ཡོད་སའི་ལ་ལྡིང་སྔོན་གྱི་ཟླ་བ་ཆིག་དེ་ལ་བསླབས་རེད། དེ་ནས་ཆོས་སྟོབས་བྱས་ང་ཚོ་བཞི་ད་ང་ཚོ་དམིགས་བསལ་གྱིས་ཆེད་ལས་ཁང་ལ་འགྲོ་མྱོང་རྒྱུ་འགྲོ་ཞིག་ཟླ་བ་ཆིག་སྦྱང་བྱས་དགེ་རྒན་ཡོན་ལྗོངས་ལེན་མྱོང་རྒྱུ་འགྲོ་ཞིག་ཆ་དེ་བོ་རེད། ཡིན་ནའི་ད་དགེ་རྒན་ཡོན་ལྗོངས་ལེན་རེད་དེ་ཡིན་ནའི་མ་འོངས་པ་དགེ་རྒན་རང་བྱེད་ཀྱི་ཡིན་ལས་དེ་ད་དེ་ལ་ཁག་པོ་འགྲོ་བཞིན་འདུག་གང་ཡིན་ཟེར་ན། ང་ཚོ་འཆར་གཞི་བཏོན་གྱི་རེད་རེ་བ་རྒྱག་གི་རེད་ཡིན་ནའི་འགྲུབ་དང་མ་འགྲུབ་ལས་དེ་དུས་ཚོད་དང་སྐབས་ལ་བསྟུན་བྱས་ལས་ཀ་བྱེད་དགོས་པ་འགྲོ་ཞིག་ཆ་དེ་ཡོད་ད། ཨ་ནེ་མིག་སེར་གྱིས། ང་འགྲོ་ཆ་ཤས་ན་ངའི་གར་རྩེད་ཡོད་ན་འཕྲོད་བསྟེན་འདི་ག་དུས་ནའང་དང་པོར་འགྲོ་ཅིག་ཤ་འདི་ཡོད། དེ་ནས་འཕྲོད་བསྟེན་ཡོད་པ་ཡིན་ན། འཕྲོད་བསྟེན་དང་ལྡན་པའི་མི་ཅིག་ཡིན་པ་ཡིན་ན་སོ་སོའི་ལས་ཀ་ག་འདྲས་འགྲོ་ཅིག་བྱེད་པ་ཡིན་ནའི་བྱེད་ཐུབ་པའི་གྱི་ཅིག་ནུས་པ་འགྲོ་བྱོས་ར། བྱས་ཟ་སྟབས་མ་འོངས་པ་ལ་གར་བྱེད་ཀྱི་ཡིན་ལ་བས་ན་ད་ང་ཡོད་ག་དགེ་རྒན་བྱེད་ཀྱི་ཡིན་ལ་དེ་ལྟར་བརྒྱ་ཆ་བརྒྱ་ནས་བརྒྱ་དར་ལ་ཐུག་མར་དེ་ཡིན་ནའི་ད་ངའི་སློབ་སྦྱོང་བྱས་དེ་ག་རེ་གང་ཆ་དེ་ཡོད་ལ་ན། སེམས་ཁམས་རིག་པ་གང་ལ་ཆ་མཐུན་ཡོད། རྒྱུན་ལྡན་ནས་སྐྱབས་མགོན་རིན་པོ་ཆེ་གསུང་བ་ན་ཤེས་ཀྱི་སེམས་ཁམས་རིག་པ་གང་ལ་ཡག་པོ་བྱེད་ནི་ཅང་དེ་ནི་ནང་ཆོས་དང་ཟུང་འབྲེལ་བྱེད་ཐུབ་བས་ན་མི་ཚང་མ་ལ་ཕན་གྱི་རེད་ཆོས་གཅིག་པུའི་སྐད་ཆ་མ་རེད་ལ་རྒྱུན་ལྡན་ནས་གསུང་བདེ་བ་ལ་དེའི་སྐད་ཆ་དེ་སེམས་ལ་བཞག་སྙམ་དུ་ཡོ་ག་དང་ཚང་མ་མཉམ་དུ་ཟུང་འབྲེལ་ཅིག་བྱེད་འདོད་ན་དངོས་གནས་མ་འོངས་པ་ད་སྤྱི་ཚོགས་ལ་ཤུགས་ཆེན་པོ་ཞིག་ཕན་ཐོག་ཐུག་གི་རེད་བསམ་གྱི་འདུག་ད་སྤྱི་དང་དེ་དང་པོ་དེ། ང་དེ་ཞུས་དུས་འགྲོ་ཤོག་ཟེར་ད་ང་ཚོའི་གཞོན་སྐྱེས་ཡིན་ན་རེད་མི་ད་ལོ་ཆེ་ཆུང་མ་ཡིན་པ་ཆེད་མི་སུ་ར་བཞིན་པ་ཡིན་ན་སོ་སོའི་མི་ཚེ་ནང་ལོ་ལ་རེ་བ་ཆེན་པོ་རྒྱས་ཡི་རེད་ཨ་འདི་ལ་བ་ཡོད་གཉིས་ལ་མེད་སྟོན་གྱི་རེད་མ་འོངས་པ་འདི་བྱེད་འོ་ལས་ཆ་ཤི་ཡིས་སྟོན་གྱི་ཡིན་ནས་ཆ་ཤི་སྟོན་པ་ན་ཤི་གི་ཐོག་མ་མ་བསྒྲུབ་པ་ཡིན་ནར་ད་ལམ་སང་ཕྱི་གཏན་བྱེད་བཞག་ཡོད་ཤུ་ད་དེའི་སྔོན་གནོད་སྐྱོན་ཆ་ཕོད་ཆེན་པོ་ཞིག་མཐོང་གི་འདུག་ཡ། ག་དུས་ནས་ཕྱི་བསྟན་མ་ཕྱི་བ་བྱས་ཆ་གཞི་དང་པོ་གཉིས་བ་ལས་དེ་སྒྲིག་བྱས་ཨ་ནི་མུ་མཐུད་ནས་ཚུར་མདུན་ལ་འགྲོ་ཐུབ་པ་ཡིན་ན་སོ་སོ་གི་རེ་བ་ག་འདྲི་འགྲོ་བཞིན་པ་ཡིན་ནས་འདི་སྟོང་ཟད་འགྲོ་གི་མ་རེད་བསམ་གི་འདི་གཅིག་བྱས། གཉིས་བ་འདི་ལྟར་འཕྲོད་བསྟེན་སྒང་ནས་བཤད་བ་ཡིན་ན། ང་ཚོས་ལས་ཀ་ག་འདྲི་འགྲོ་ཞིག་བྱས་བ་ཡིན་ནའི་གི་ཐོག་མར་ང་ཚོས་འཕྲོད་བསྟེན་ཡག་པོ་ཞིག་དགོས་ར་གཟུགས་པོ་ཡག་པོ་རྡེའུ་ཐང་པོ་གཟུགས་པོ་ཕྱིའི་གཟུགས་གཅིག་པོ་མ་ཡིན་པ་ལུས་ངག་ཡིད་གསུམ་གི་སྒོ་ནས་དངོས་གནས་ཡག་པོ་ཞིག་དགོས་ར། བྱས་ཙང་ཐོག་མར་ལས་ཀ་ག་རེ་བྱས་པ་ཡིན་ན། ད་ཨང་དང་པོ་རྩིས་ས་ཞོར་ཡ་གྱལ་ཆེན་པོ་རྩིས་ས་དེ་འཕྲོད་བསྟེན་རྩིས་བྱས་ཚོད་ཚོད་འཕྲོད་བསྟེན་ཡར་རྒྱས་བཏང་ཡ་ཆོད་དུ་ག་རེ་བྱེད་འོ་དོ་དེའི་ཐོག་ལ་བསམ་བློ་བཏང་ཡ་དེ་ཧ་ཅང་གལ་ཆེན་པོ་རེད་བསམ་གྱི་འདུག་ཡ་དེང་སང་ད་བོད་པའི་སྤྱི་ཚོགས་དེ་དངོས་གནས་ཡར་རྒྱས་ཤུགས་ཆེན་པོ་འགྲོ་གི་དང་ང་ཚོ་གང་ཅིའི་ཐོག་ནས་ལྟ་བ་ཡ་ནས་ཤུགས་ཆེན་པོ་འགྲོ་བཞིན་འདུག་འཕྲོད་བསྟེན་གང་ལ་ཡག་པོ་ཡར་རྒྱས་འགྲོ་ད་དེ་མུ་མཐུད་ནས་ཅིག་བྱེད་རོ་བྱེད་ཅིག་བྱེད་ཤོད། ཨ་ནི་ཐང་བ་གཅིག་དང། ཨོ་ནི་ཤེས་འདོད་དཔེ་ཆེན་པོ་འདི་དག་མི་ཚང་མ་ཡི་ཧ་གོ་ན་བསམ་མེད་བཞག་འདི་གར་དུ་ལ་ན། ལོ་ཆེ་ཆུང་མ་ཡིན་པ་རྒན་ཤོས་གོ་རིམ་མ་ཡིན་པ་ག་འདྲི་འགྲོ་བཞིན་པ་ནས་མི་གཅིག་གིས་ཐབས་ཤེས་བྱེད་ཀྱི་ཡོད་པ་ཡིན་ནར་ད། ལས་ཀ་ག་རེ་མོ་ག་རེ་ཡིན་ནའི་འགྲུབ་ན་རེད་མ་འགྲུབ་ན་རེད་ཐབས་ཤེས་ཅིག་བྱེད་ཀྱི་ཡོད་པ་ནས་དེ་ལ་ག་དུས་ནས་སེམས་ཤུགས་མ་བཅའ་བ་བྱས། རྒྱབ་བཤད་མ་རྒྱག་བ་བྱས་ག་དུས་ནས་དེ་ལ་སེམས་ཤུགས་སྤར་བྱས་ཨོ་ད་ཁྱོད་མུ་མཐུད་ནས་བྱས་དཔེར་ན་དེང་སང་འགྲོ་ཆ་ཞེ་གཉིས་མ་བརྩི་བ་ཡིན་ན་ཨོ་ནི་དོ་སྣང་ཆུང་གོ་དུས་གཞོན་སྐྱེས་ནང་བློ་ལ། བོད་སྐད་གཙང་མ་རྒྱ་ཡིག་གི་ཐབས་ཤེས་བྱེད་ཀྱི་ཡོད་པ་དང་ཐ་སྙད་དེ་ཚོ་ཁ་ཤས་འདང་གི་ཡོད་མ་རེད་དེ་ནས། སོ་སོ་ཐབས་ཤེས་སྒྲོག་ཅིག་བྱེད་ཡུལ་དང། ཁ་ཤས་གར་སོང་ཨ་ད་དེ་ཨིན་ཤི་དོན་དུ་བཤད་བོད་སྐད་དོན་དུ་བཤད་བྱ་ན་འགྲིག་ད་ཁར་དེང་སང་གཞོན་སྐྱེས་ཚང་མ་བསྡུ་ཟེར་རེད་དེ་ཅིག་གསུང་བྱ་དུས་དངོས་གནས་ཐབས་ཤེས་བྱེད་ཉེན་དེ་ནས་སེམས་ཤུགས་སྒྲོག་ཅིག་ཆགས་འདུག་ད། བྱས་ཙང་དེའི་ཐོག་ལ་ནི་ཚང་མ་གིས་དངོས་གནས་ཡར་རྒྱས་འགྲོ་བྱ་རྒྱུ་དེ་ལ་རྒྱབ་རྩ་བྱེད་ཀྱི་ད། སོ་སོ་སྤུ་རྒོད་ན་འདྲ་བན་རྒྱ་ན་འདྲ་ཚང་མ་ལ་རྒྱབ་རྩ་བྱེད་དེ་པོས་གལ་ཆེན་པོ་ཞིག་རེད་བསམ་གྱི་འདུག། ལ་སོགས་ཐོས་ཆེ་གནང། ལ་སོགས་ཐོས་ཆེ་གནང།